དེ་ཡང་ད་ང་ཚོ་ཞིབ་ཚགས་མ་བསམ་བློ་བཏང་པ་ཡིན་ན་འཁོན་དེ་འཁོན་འཛིན་ལ་བཞག་པ་ཡིན་ན་ཉོན་མོངས་རང་རེད་བ། དེ་པ་འདས་ལྷ་མོའི་རྒྱུད་ལ་ཉོན་མོངས་དེ་འདྲ་དེ་ཡོང་བཞིན་གི་མ་རེད་བ། འཁོན། འཁོན་ཟས་དེ་ད་ཉོན་མོངས་ཉོན་མོངས་རང་རེད་བ། འཁོན་འཛིན་ཟས་དེ། ཕལ་ཆེར་དེ། དེ་གི་ཆར་གཏོགས་རེད་བ་ད། ཁོང་ཁྲོ་ཆར་གཏོགས་རེད་བ།

ལྷ་མོ་ཁོལ་ཡོད་མེད་བཅས་ནས། ག་རེ་རེད་ད་ཟིན་རིས་བྲིས་མ་རེད་ཟིན་རིས་བྲིས་ནས་ལྷ་མོ་ཁོན་བཞག་ཟེར་ནས་པར་སོང། ད་ལྷ་མོ་ཁོན་པའི་རྒྱུ་རྐྱེན་དེ་ཤུགས་ལྡན་བསྟན་པས་ཡིན་དང་མེད་ཟེར་ནས་པར་སོང་ཡིན་ཟེར་ནས་པར་སོང། རེད་བ་ལ། ད་དེ་ཡིན་ན་འོ་ན་ད་ད་ལྟ་རང་མཚམས་འཇོག་བྱེད་དགོ་བྱས་ན་མ་བྱས་ན་ཟེར་ནས་ད་ལྟ་རང་མཚམས་འཇོག་བྱས་ན་པར་སོང། ད་དེ་སུ་དཔང་པོ་བྱེད་ཐུབ་རེད།

དེ་ཡག་གཉིས་བསྲེས་པ་དེ་ག་ལམ་སང་བེད་སྤྱད་དེ་གཅིག་སྨན་གྲོགས་སར་ཁྲིང་མོ་རྒྱག་པ་ཡིན། ད་དེ་གཉིས་ལམ་དེ་ག་འཇུག་ལ་རེ་ད། ཁྲིང་ག་མོ་རྒྱག་པ་ཡིན། མོ་རྒྱབ་དུས་གང་ལ་ཨ་ནི་བ་ད་དེ་རིང་ཆོས་རྒྱལ་གང་ག་དེ་འགྲོ་ཡས་ད་ད་ཕ་གི་དོལ་རྒྱལ་གི་གནས་ཚུལ་དེ་ཡིན་པར་ག་རེ་ན་ཅི་ཐོན་སོང། ཨ་ནི་ཞོགས་ཀྱི་སྔ་བོ་ནི་ཆོས་རྒྱལ་གང་ལ་གསེར་སྐྱེམས་དང་དྲུག་ཅུ་མ་གྲ་སྒྲིག་བྱེད་ཞོགས་ཟེར་ནས་ཕ་གའི་ཕྱི་ནས་ཟིན་རིས་བྲིས་པ་ཡིན། ཨ་ཟིན་རིས་བྲིས་ནས་ཨ་ནི།

མཐར་ཕྱིན་པ་བྱེད་པ་ཡིན། བརྟག་དཔྱད་གཟབ་ནན་བྱེད་པ་ཡིན། རྒྱ་བ་རུམ་བཅས་དེ་གསུམ་གོ། རྒྱ་བ་རུམ་བཅས་རྒྱབ་སྐྱོར་གནང་མཁན་གཙོ་གལ་གང་དགར་ལོག་དགོས་པས་རྒྱ་བ་རུམ་བཅས་ཀྱི་བརྟག་དཔྱད་གཟབ་ནན་བྱས་ཡོད་རེད། དེ་ནོར་བ་འཁྲུལ་བ་ཡོང་ཤེས་གི་མ་རེད། རེད་བ། དེ་ཡིན་དགོས་རེད་བ། ད་མཐར་གཏུགས་པ་ཡིན་ན། རྒྱ་བ་རུམ་བཅས་ཀྱི་བརྟག་དཔྱད་གནང་སྟངས་དེ་ཕལ་ཆེར་ཡིད་ཆེས་ཀྱི་ལ་མཐར་ཁུངས་གཏུགས་བྱ་བ་ཅི་རེད་བྱ།

རེད་ད་ད་ནི་རྒན་སོང་ན་བཞིན་རེད་ཆོས་དང། ག་ས། ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་དེ་ད་ད་ཚད་ལས་བརྒལ་བ་རང་རེད། ད་དེ་ད་ས་དམའ་ཕོད་རང་གཅིག་རེད། སྤྱིར་བཏང་ང་རང་ཚོ། གོམ་པ་གྲྭ་ཚང་ནང་ལོགས་ལ་ཡ་ད་བྱས་པ་ཡིན་ན་འདུལ་བའི་ཆེད་ལས་སྐབས་སུ་ལ་ཡ་ཆོས་དང་ཟང་ཟིང་གི་འབྲེལ་བ་བཅད་དགོས་ཡི་གི་ཆེད་ལས་དེ་འདྲས་གསུངས་པའི་སྐབས་ཡོད་རེད།

འདུལ་བའི་ཆེད་ལས་སྐབས་སུ་ཡོད་པ་དེ་ལ་ཡང་ཆོས་དང་ཟང་ཟིང་གི་འབྲེལ་བ་བཅས་བྱས་ནས་འདི་གནས་སྐབས་རིང་གང་ལ་བད་ཀ་ཅིག་ད་ཉི་མ་ཁ་ཤས་འདྲ་བོ་ད་ཉི་མ་བཅུ་གྲངས་འདྲ་བོ་ཟླ་བ་འདྲ་བོ་ད་དེ་འདྲས་ཀྱི་རིང་གང་ལ་ཆེད་ལས་གཞན་པ་དེ་འདྲས་ཡོད་རེད་དེའི་གི་ཆེད་དུ་ཨ་ནི་བད་ཀ་བཀག་ནས་བཞག་ཡ་གི་གནས་ཚུལ་ཅིག་ཡོད་རེད་མ་གཏོགས་ཆོས་དང་ཟང་ཟིང་གི་འབྲེལ་བ་བཅས་ཡ་དེ་མནའ་སྐྱེལ་ཐོ་བཙུགས་ནས་བཅས་ཡ་ཟིན་ངེས་དེ་ད་ད་ད་ཡོང་མ་སྲིད་པ་རང་རེད།

དངོས་གནས་དྲང་གནས་ཀྱི་ཉིས་སྟོང་བརྒྱད་བར་དུ་ང་ཚོ་རང་བཙན་ལག་དེབ་ཀྱི་མ་དངུལ་དེ་ཚོ་གང་གཱ་ཉིས་སྟོང་བརྒྱད་བར་དུ་སྤྲད་བསྡད་ཡིན་ད། དེ་སྔས་ནས་ད་ང་ཚོ་ལ་ཅི་ག་ཚད་སྡུག་པོ་བྱས་ཚར་རེད་ཡ། ད་ཡིན་ན་འགྲིག་གི་མ་རེད་བསམ་པའི་དངོས་གནས་དེ་ཅི། ད་ཉིས་སྟོང་བརྒྱད་ནས་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་དཀོན་མཆོག་གསུམ་མནའ་བསྐྱེལ་ནས་དེ་བྱས་ཡོང་པའི་ཁ་ཐུག་དེ་ལ་ད་ད་ད་ཁྱོད་ནས་བསམ་བློ་བཏང་ཡ་ལྷག་ཡ་མི་འདུག་ག།

ད་དེ་འདྲས་ཀྱི་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་ཚར་དུས་གང་ལ་ད་ང་ཚོས་ཇུས་གཏོགས་བྱེད་ཡ་རྩ་བ་ནས་ལྷག་ཡོད་མ་རེད་ངས་བཀའ་ཚང་ཞུས་ཏེ་ངས་ལ་ཅིག་ཞུས་ཡོད་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་དེ་གི་ད་ང་ཚོ་དེང་པ་ར་སྤྲོད་ཀྱི་ལས་འགུལ་བྱེད་དགོས་ཡ་དེ་ག་ནང་བཞིན་གི་ད་ང་རང་ཚོ་གི་བས་ཅིག་སོ་སོ་རྐང་པའི་གང་ལ་སོ་སོ་ལངས་ས་ཨ་ར་མ་ར་བལྟ་དགོས་ཡ་གི་དུས་ཚོད་ལ་ད་སྐབས་དེ་ནས་བཟོས་བ་རེད། རེད་བ། ད་ལྟའི་ལག་མ་བཙོང་ན་ཕ་ཆོས་ཁྱོད་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་ནས་ཟིག་ཁྱོད་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་མེད་ཟེར་ནས་ལབ་གི་ཡོད་རེད་དེ་ང་ཚོ་སོ་སོ་དེ་མི་ཚེ་སྐྱེལ་ཐབས་ཅིག་དང་ང་རང་ཚོ་གི་སྤྱི་ཚོགས་ཁུངས་སྐྱེལ་ཐབས་ཅིག་དགོས་རེད་བ། ད་དེ་ལ་བརྟེན་ནས་ང་ཚོ་དེ་འབའ་ར་སྒྲོལ་བྱེད་དགོས་ད་ལྟ་ང་ཚོ་ཅིག་ག་རེ་ཡིན་ན་བོད་གི་ཅིག་སོ་སོ་རྐང་པའི་སྒང་ལ་ལངས་ཐབས་བྱེད་དགོས་ཅིག་གི་ད་གནས་ཚུལ་ཅིག་བསམ་བློ་མ་བཏང་རང་ད་ཐུག་གོ་རེད་བ།

གནས་ཚུལ་གཞན་པ་ག་འདྲས་ཅིག་ཡིན་པ་ཡིན་ན་འགྲིག་འགྲིག་འགྲོ་གི་ཡོད་རེད་མི་ཡོང་རེ་ཡོང་གི་ཡོད་རེད་འགྲིག་འགྲོ་གི་ཡོད་རེད། ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་དཀོན་མཆོག་གསུམ་ཚེ་བཙུགས། ངས་ཡང་བྱེད་ཀྱི་ངས་བྱས་མེད་ལ་ད་ལྟ་ཡང་བྱེད་ཀྱི་མེད་མ་འོངས་པ་ལ་བྱེད་ཀྱི་མེད་ཅེས་ནས་དེ་འདྲའི་མནའ་སྐྱེལ་ཐོ་ཚུར་བཅད་དེ་ཚོ་ད་ད་ང་ཚོ་ཁྱོད་ནི་ཧང་སང་ཡ་རང་རེད། ད་དེ་ཤུགས་ལྡན་པ་ཚོ་གི་མཇལ་ཆོག་མཇལ་ཆོག་ཡ་མེད་པ་ཅིག་དང་མཇལ་ཐུབ་ཡ་མེད་པ་ཅིག་རང་རེད། བས་དེ་དངོས་གནས་དྲང་གནས་ཀྱི་ད་དེ་སེམས་ཀྱི་རི་མོ་རང་རེད།

ཟུར་ལ་པིས། ད་གང་ག་བྱས་སོང། བྱས་ཟ་ད་འདི་ཅི་སྟེ་གང་ག་ང་ཚོའི་སེམས་ཀྱི་རི་མོ་རང་རེད། ད་སེམས་ཀྱི་རི་མོ་ཆུས་བསུབ་མི་ཐུབ་ཟེར་ཏེ་ད་ང་ཚོས། དེ་གནས་ཚུལ་དེ་ང་ཚོ་ལ་བྱུང་པ་རེད་བ། ང་ཚོ་སྐྱབས་བཅོལ་སླེབས་པ་གཅིག་པ་རེད་མིའི་ལུང་པ་ལ་གྱར་བ་གཅིག་པ་རེད་གནས་སྟངས་སྤེལ་ཐབས་སྐྱོ་བ་ཡིན་པ་གཅིག་པ་རེད། དེས་ན་ཡང་ད་དུང་ང་ཚོ་མིའི་ལུང་པ་ནས་མིའི་ལུང་པ་ལ་བུད་མིའི་ལུང་པ་ནས་མིའི་ལུང་པ་ལ་བུད་མིའི་ལུང་པ་ནས་མིའི་ལུང་པ་ལ་ཐུབ་ཚོད་བཏང། རེ་བ་ད་ང་ཚོ་ག་འདྲས་བྱུང་སོང་བས་ལ་ད་རེ་རེ་བྱས་ནས་ཤེས་ཚོད་མེད་ཅེས་དངོས་གནས་དྲང་གནས་བྱུང་ཚར་སོང་བས་ད་འདི་འདྲས་ཡིན་དུས་གང་ལ་ད་ངེད་ཀྱིས་ཕྱོགས་སྡོམ་གྱི་ར་བཞི་དེ་ཞུས་པ་ཡིན་ན་ཁོ་རང་ཚོ་གིས་བརྟག་དཔྱད་བྱས་དེ་ཡང་ག་གལ་ཅིག་དེ་མི་འདུག་ད་རྒྱ་བོ་རོ་མི་ཆེ་རང་གིས་བཀག་སྡོམ་བྱས་པ་རེད་དེ་ང་ཚོ་ད་རྩོད་པ་ཡོད་མ་རེད་ད་ད་དེ་རྩོད་པ་ཁྱོན་ཡོད་མ་རེད་ད་མ་འོངས་པ་ལ་རྒྱ་བོ་སྐུ་འདྲེ་ཅོ་ཤི་བས་བཀག་སྡོམ་བྱས་བཞག་ཟེར་ན་ད་དེ་དངོས་གནས་དྲང་གནས་རེད། གཞན་པ་བཀག་སྡོམ་བྱས་བཞག་ཟིན་མཁན་དེ་གང་གཱ་དེ་ག་ཚི་ཕྱོགས་ལྷུང་སྐད་ཆ་དང་ཁུངས་མེད་སྐད་ཆ་རང་རེད་བྱས་ཙང་དེ་འདྲ་ཡིན་དུས་གང་ལ་ལྟ་དེ་རྩ་བ་ནས་ང་ཚོ་ཡིད་ཆེས་ཡོད་མ་རེད་ལ་དེ་ལ་ད་ང་ཚོ་གི་ཕ་གི་ཅིག་ལྟ་དགོས་ཡ་ཅིག་དང་དེ་ལ་ཅིག་ག་འདྲ་ཡིན་ན་ས་དོག་པ་ཟ་དགོས་ཡ་གི་གནས་ཚུལ་འདྲ་བ་རྩ་ནས་མི་འདུག་ངས་འདུག་ཟེར་བལྟས་པ་ཡིན་ན།

གལ་སྲིད་གི་ད་ཆོས་འབྱུང་ཤུགས་ལྡན་དེ་ནི་ལྷ་རེད་འདྲེ་རེད་ད་ང་ཚོ་རྩོད་གཞི་སྟེང་མ་དེ་དེ་རང་རེད། ང་ཚོ་ནི་ཕྱི་ཚུལ་འཇམ་པའི་ཡང་ཡིན་པ་བརྒྱ་ཆ་བརྒྱ་ཐམ་པ་གི་ང་ཚོ་གི་དམ་བཅའ་ཡང་དེ་རེད་ཡིད་ཆེས་ཡང་དེ་རེད། ང་རང་ཚོ་གི་ཕ་གི་དཔང་པོ་དང་མ་སོང་ན་ཡང་གང་ང་རང་ཚོ་གི་ཆ་ཚང་ང་རང་ཚོ་གི་འགན་འཁྱེར་ཐུབ་པ་ཅིག་རེད། ད་རྒྱ་བ་རུམ་ཆེ་གི་དེ།

འོ་ད་དེ་འདྲ་ཅིག་བཤད་ནས། ཨ་ནེ་ད་མདོ་ཡག་པོ་དེ་འདྲ་བཤད་གི་བཤད་གི་ལ་ས་ཡི་རྒྱབ་གཏུགས་རིགས་ངན་ཚད་བྱེད་གི་བྱེད་གི་ལ་ད་མདོ་ཁྱེད་རང་ཚོ་ཆོས་ལྡན་རང་མོས་ཡོད། འགྲོ་བ་མིའི་ཐོབ་ཐང་ཡོད་འགྲོ་བ་མིའི་ཐོབ་ཐང་འཕྲོག་ངན་མེད། ཆོས་ལྡན་རང་མོས་འཕྲོག་ངན་མེད། ཆོས་ལྡན་རང་མོས་ག་གེ་བཀག་སྡོམ་བྱེད་མེད། མེད་དེ།

བོད་ནང་ལོར་གོམ་པ་སྟོབས་ནག་དེ་འདུག། ཕྱག་འཚལ་སྐོར་སྦྱོང་བྱེད་མཁན་སྟོབས་ནག་དེ་འདུག། རེ་བ་ཁ་འདོན་དགེ་སྦྱོར་བྱེད་མཁན་སྟོབས་ནག་དེ་འདུག། ཆོས་ཆོས་བཤད་གྲྭ་དང་གྲུབ་རྭ་གི་དེ་ནས་སློབ་སྦྱོང་བྱེད་ས་གི་ལྟེ་གནས་ཆེན་པོ་དེ་འདྲའི་མང་པོ་འདུག། རིག་གཞུང། ད་དེ་བཤད་ན་མང་རུ་མང་འགྲོ་གི་འདུག་དེ་ཚོ་གང་རིག་གཞུང་གང་ག་ད་ད་བོད་རང་ལ་གྲགས་གི་འདུག་བ། ད་ད་ད་རྒྱ་གར་ས་ཐོག་སླེབས་ནས་ད་ད། བོད་ནས་ཡོང་མཁན་ཡོན་ཏན་ཡོད་པ་ཁ་ཤས་ཅིག་སླེབས་པ་དེ་གི་བཀའ་དྲིན་བྱས་སོ་མ་གཏོགས་ཅི་གི། རྒྱ་གར་ནང་ལ་ད་ཧ་ལམ་ད་ཁག་པོ་འདུག་བ་ད།

ལྟ་གོ་ཏོ་བསམ་བློ་དེ་འདྲ་སྐྱ་སྐྱ་ཡོད་རེད། ཕ་གི་དེ་གཅིག་མེད་པ་ཅིག་བཟོ་ཐུབ་རོགས་བྱས་ན་བཟང། དཀའ་བ་དཀའ་བ་དེ་སྐྱོ་རུ་སྐྱོ་རུ་ཡི་གེ་ཡིན་ན་མ་དག་མང་རུ་མང་རུ་བཟོ་སྐྱོ་རྒྱ་ཡ་མང་རུ་མང་རུ། རེད་བ། ལྷག་པ་དུ་རྗེ་ཡབ་སྲས་གསུང་པའི་གསུང་པོ་དེ་ཚོ་ནང་ལོགས་ལ། དེ་རྡ་རམ་ས་ལ་པར་རྒྱ་ཤ་རྒྱོ་དེ་ཚོ་ནང་ལོགས་ལ་ཡི་གེ་ཆད་ལ་ཤོག་དེ་བ་དང་རྙོག་དྲ་མང་པོ་རེད་བཞག།

དེ་བོད་ལ་ཁ་གཏད་ཕྱོགས་ཡ་སྐོར་བཅས་ལྷག་མི་འདུག་བ། ང་ཚོ་སྟེ་ཞི་བོ་ཡོད་དགྲ་འདྲེ་ནང་ནས་མ་འདྲ་ཡོད་བོད། བོད་མི་ས་ཡ་དྲུག་གི་བེ་ཁུ་ཚབ་འཇོན་གུ་ཡོད་ད་དཀར་ཅིག་ཞི་བོ་ཅིག་ང་ཚོ་སྟེ་རང་དབང་ལུང་པ་ན་བསྡད་ཡོད་ཅིག་ཞི་བོ་སྟག་རྩེ་རེད་སྐད་ཅིག་གང་ག་སྟོང་པ། སྟོང་པ་སྟོང་ན་རེད། ག་སྐད་ཅིག་སྨྲས་བ་ད་དེ་བོད་ནང་ལ། གང་ག་ལོར་འདྲ་བེ་སྐོར་མི་འདུག་བ།

དེ་ནས་ང་ཚོ་སྐད་ཅིག་བདེན་པ་ར་སྤྲོད་ཀྱི་ལས་འགུལ་བྱས། ལྷག་པར་དུ་ཉིས་སྟོང་བརྒྱད་ནས་ང་ཚོ་བདེན་པ་ར་སྤྲོད་ཀྱི་ལས་འགུལ་བྱས། དེ་ཚོ་གང་ག་ལོག། ཨེ་ནས། ཁོ་ཚོ་གར་བསད་འདུག་ཟེར་ན། ཨ་ཏི། དཔེ་དེ། ལྷ་སྐྱོབ་ཐབས་བྱེད་ག་རེ། ལྷ་མི་སྲུང་སྐྱོབ་ཚོགས་པ་སྲིད་དུ་ག་ལ་ལྷ་སྐྱོབ་ཡ་གི་ཐབས་ཤེས་བྱེད་ཀྱི་ཡོད་རེད། ལྷ་སྐྱོབ་ཡག་གི་ཐབས་ཤེས་མ་རེད་ང་ཚོ། ང་ཚོ་མིའི་གི་སྤྱི་ཚོགས་ནང་ཆོས་དད་རང་མོས་མི་འདུག་འགྲོ་བ་མིའི་ཐོབ་ཐང་མི་འདུག་དེ་ལ་གོ་རེ་མ་ང་ཚོས་ལྷ་དེ་སྐྱོབ་རོགས་གྱིས་ང་ཚོས་ལྷ་དེ་དེ་བ་ཅིག་ཅིག་ནག་དེ་ཤ་ཚ་དེ་ཤ་རིལ་འགྲོ་གི་འདུག་ཅིག་ཅིག་ཅིག་ཟིག་གོ་ར་མ་རེད་བ། ལེ་རེད་བ། ད་ང་ཚོ་དེ་ག་རེ་ང་ཚོ་མི་དེ་ག་དེ་ལ་ཡ་དེ་སྡུག་པོ་བཏང་ཡོང་ཐོབ་ཐང་བཅད་ཡོང་དེ་འགྲིག་གི་མི་འདུག་ཟེར་དེ་ལ་གོ་རེད་བ།

ལས་ས་ཡ། ད་ག་ནང་བཞིན་གྱི་མི་གསོད་ཁྲག་སྦྱོར་གྱི་ལས་ཀ་བྱེད་ཡ། ད་ག་ནང་བཞིན་གྱི་དེ་ནི་བུད་མེད་ནང་ཁོང་ལ་ཡ་དཔེ་གཅིག་གི་གཅིག་ལ་ཡ་ད་ཟེར་ཡ། ཕ་མ་བུ་ཕྲུག་ཕ་ལ་ཡ་མ་བྱམས་པ་བྱ་ཡ་ཨ་ནེ་བཟའ་མི་བཟའ་ཚང་གི་ཕ་ལ་ཡ་ཁ་བྲལ་འགྲོ་ཡ། ཡོད་དེ་འདྲས་ཀྱི་ད་རྙོག་དྲ་བཤད་ནས་བཤད་ཚར་ཡ་མེད་བ་ཅིག་ད་ང་ཚོ་བོད་པའི་སྤྱི་ཚོགས་འདི་ནང་ལ་བྱུང་བ་རེད། དེ་གའི་སྟེང་གི་བྱུང་འཛིན་བྱུང་རྐྱེན་གྱི་དཔེ་རྩ་བ་འདྲ་བོ་སྟེ་ཨ་ནེ། རྒྱ་གར་རིན་ཆེན་གྱིས་ཇོ་ཇོ་བསྟེན་གསོལ་གྱི་དག་དག་དམ་གནང་བ་དང་ལྷག་པར་དུ། ཨ་ནི་ཉིས་སྟོང་བརྒྱད་ཀྱི་ལོ་ལ་ཡང་ཆོས་དང་ཟང་ཟིང་གི་ལྷན་ཅིག་ཏུ་ལོངས་སྤྱོད་རྒྱུ་ཨ་ནི་བཅས་ཆོས་རྒྱུན་མེད་པའི་མནའ་བསྐྱལ་དམ་འཇུག་མནའ་བསྐྱལ་དམ་བཅའ་བྱས་པ་དེ་ལ་བརྟེན་ནས་བྱུང་བ་ཅི་ཨ་ནི་ཚང་མ་གིས་ངོས་འཛིན་བྱེད་དགོས་ཡ་དེ་དངོས་ནས་དོན་གལ་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད། ཨ་ནི། ད་དེ་རིང་ད་གར་ལས་བརྩམས་ད་གར་ཨ་ལ་ཡ་ཨ་ནི་མཇུག་སྒྲིལ་བ་བྱེད་ཀྱིན་ཡིན།